སུ་དེ་ལྟ་སྟེ་དབྱར་གནས་ཀྱི་གླེང་གཞི་དང་འབྲེལ་བའི་ཐོག་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས་དེ་ནི་དབྱར་གནས་ཀྱི་སྤྱད་པ་དེ་མཉན་ཡོད་དུ་མཛད་པ་རེད་ཞུས་པ་ཡིན་པ། ཡིན་ནའི་ད་དབྱར་གནས་ཀྱི་སྤྱད་པ་གཅིག་པུ་མ་རེད་སངས་རྒྱས་བཅོམ་ལྡན་འདས་ཀྱིས་གཞིའི་གྲོགས་ཆགས་ང་རང་མི་གྲོགས་མ་སོང་ན་གཞིའི་ཆགས་སྟངས་གཙོ་བོ་དེ་ཅིག་མཉན་ཡོད་དེ་ཡིན་དུས་བརྩམས་པ་ལ་དེ་ནས་ད་ལྟའི་མཛད་པ་གཙོ་བོ་མང་ཆེ་བ་ཅིག་མཉན་ཡོད་དུ་བྱུང་བ་རེད་དེ་ག་ནང་བཞིན་གྱི་ཆོས་གསུང་ས་གཙོ་བོ་མང་ཆེ་བ་ཅིག་ཡང་མཉན་ཡོད་དུ་གསུངས་ཡོད་རེད་དེ་ག་ནང་བཞིན་གྱི་དེ་སྔ་ང་ཚོ་གི་སྤྱིའི་དགེ་སློང་གི་ཁྲིམས། ཉིས་བརྒྱ་ལྔ་བཅུ་ཟེར་བའི་འབྲས་བུ་དང་དེ་ནས་དགེ་སློང་མ་ཡི་ཁྲིམས་སུམ་བརྒྱ་ལྷག་ལ་དེ་འདྲ་ཟེར་དང་དེ་ནས་དགེ་ཚུལ་གྱི་ཁྲིམས། དེ་ནས་རགས་པ་གཅོད་དང་བླང་དད་སོ་གསུམ་ཟེར་བའི་འབྲས་བུ་དང་དེ་ཚོ་ཚང་མ་དཔྱད་པ་མཛད་ཚེ་གཙོ་བོ་དེ་དེ་འདྲའི་ཚང་མ་ཅིག་འགྲིག་ཤེས་འགྲིག་ཁྲིམས་གཏན་འབེབས་བྱེད་ཚེ་གཙོ་བོ་དེ་མཉན་ཡོད་རེ་བ་བལྟས་འདུག་ག་སངས་རྒྱས་ཀྱི་མཛད་པ། དེང་སང་ང་རང་ཚོ་མང་ཆེ་བ་ཅིག་མཉན་ཡོད་དེ་གལ་ཆེན་པོ་ཡིན་པ་ཞེ་དྲག་བྱ་གོ་འོ་མི་འདུག་ག། མཉན་ཡོད་དེ་ལ་གནས་འཇའ་འགྲོ་ཡས་ཀྱང་རྟོགས་སུ་དཀའ་ལས་ཡོད་པ་བྱས། དེ་ནས་མི་དེ་ཚོ་མང་ཆེ་བ་མཉན་ཡོད་སའི་དེ་ལ་ཅིག་ཁོ་རང་ལོ་རྒྱུས་འདྲ་བོ་དང་དེ་འདྲའི་ཅིག་ངོ་མཚར་བ་ཅིག་བྱིན་རླབས་ཆེན་པོ་ཡོད་པ་དེ་མ་ཤེས་པའི་གོ་འཕང་གིས་མཉན་ཡོད་དེ་ལ་ཞེ་དྲག་དོ་སྣང་གནང་གི་མི་འདུག་དེ་མ་གཏོགས་མཉན་ཡོད་དེ་དཔེ་མི་སྲིད་བྱིན་རླབས་ཆེན་པོ་ཞེ་དྲག་ཅིག་རེད་དེ་ཡིན་དུས་སྐབས་སུ་དེ་རིང་ངས་འདི་ནས་མ་ལ་མཉན་ཡོད་ཀྱི་ལོ་རྒྱུས་ངོ་སྤྲོད་མདོར་བསྡུས་ཅིག་ཞུ་ཡས་ཡིན་ཟོ་དེའི་ཆེད་དུ་བཅར། ཨོ། ད་མཉན་ཡོད་ཟེར་བའི་གནས་ཆེན་པོ་འདི། ད་མཉན་ཡོད་ཟེར་བའི་གནས་ཆེན་པོ་འདི། ད་འདི་རྒྱ་གར་གྱི་ས་བཅུ་དབང་དུ་བྱས་པ་ཡིན་ན། Uttar Pradesh ནང་གི Shravasti District ཟེར་གི་འདུག Shravasti རྫོང་ནང་དུ་ཡོད་རེད་ཁེལ་གི་ཡོད་རེད། ས་ཆ་དེ་སྔོན་མི་ལོ་རྒྱུས་ཀྱི་དབང་དུ་བྱས་པ་ཡིན་ན་འདས་ཟིན་པའི་མི་ལོ་ཉིས་སྟོང་ལྔ་བརྒྱའི་སྔོན་ལ་བདག་ཅག་གི་སྟོན་པ་རྫོགས་པ་སངས་རྒྱས་བཅོམ་ལྡན་འདས་སྐུ་འཚོ་བཞུགས་ཀྱི་སྐབས་སུ། ཀོ་ས་ལི་རྒྱལ་པོ་སལ་རྒྱལ་བཞུགས་ཡོད་རེད་བ། ཀོ་ས་ལི་རྒྱལ་སྐབས་ཀྱི་ཁོངས་གཏོགས་རེད། ཀོ་ས་ལི་རྒྱལ་སྐབས་རྒྱལ་པོ་སལ་རྒྱལ། དམ་དབྱངས་མེད་ན་ལེགས་སྦྱར་སྐད་དུ་ག་རེ་གསུངས་བཞུགས་འདུག་ཟེར་ན་མ་ཧཱ་རཱ་ཇཱི་པར་སེ་ན་ཇིད། རེད་བ། མ་ཧཱ་རཱ་ཇཱི་པར་སེ་ན་ཇིད་ཀྱི་བརྒྱ་རྩ་རེད། དེ་ག་ནང་བཞིན་འདུལ་བ་མེ་ཏོག་ཕྲེང་རྒྱུད་ལས་མཉན་ཡོད་གནས་བཅས་བརྩམས་པ་ཀ་བཱ་ར་ནཱ་ཛིའི་ཡང་བ་ཅན་རྒྱ་དབུས་ཁབ་ཅན་དྲུག་པ་སྟེ་འདི་དག་གྲོང་ཁྱེར་ཆེན་པོར་ཞེས་གསུངས་པ་ནང་བཞིན་རྒྱ་གར་ཡུལ་དབུས་ཀྱི་གྲོང་ཁྱེར་ཆེན་པོ་དྲུག་ཡོད་པའི་ནང་ནས་གཅིག་རེད། རྒྱ་གར་སྐད་དུ་མཉན་ཡོད་ཀྱི་གནས་དེའི་མིང་ལ་ཤར་བ་སི་ཏི་དང་ཡང་མིང་གཞན་དག་ལ་སཱ་ཧད་མཱ་ཧད་དེ་འདྲའི་ཅི་ཡང་བཞུགས་འདུག་ཨ། དེ་བོད་སྐད་ལ་མཉན་ཡོད་ཟེར་ནས་བསྒྱུར་གནང་ཡོད་རེད་ད་སྔོན་མ་བཀའ་འགྱུར་དང་བསྟན་འགྱུར་ནང་དེ་ཚོ་སྔོན་གྱི་བོད་ཀྱི་ལོ་ཙཱ་བ་བཀའ་དྲིན་ཅན་དེ་ཚོ་གིས་མཉན་ཡོད་ཟེར་ནས་བསྒྱུར་ཡོད་རེད། དེང་སང་མི་མང་པོ་ཞིག་གིས་མཉན་ཡོད་ཀྱི་དག་ཆ་འབྲི་སྟངས་ཐད་ལ་ཁ་ཤས་ཀྱིས་ག་འོག་གཉའ་ན་མཉན་ཟེར་འདྲ་བོ་དང་ཁ་ཤས་ག་འོག་གཉའ་འབྲིང་པོ་མཉན་ན་མཉན་ཟེར་འདྲ་བོ་དང་ཁ་ཤས་ཀྱིས་མ་འོག་གཉའ་འབྲིང་པོ་མཉན་ན་མཉན་ཟེར་འདྲ་བོ་དང་དེ་འདྲས་མང་པོ་བྲིས་ཡོང་གི་འདུག་ཨ། ཡིན་ན་ཡང་སྔོན་གྱི་ཡིག་ཆ་ཁག་ཏུ། མ་འོག་བརྙན་ན་བརྙན་བྲིས་ཡོད་རེད་འབྲིང་པོ་བྲིས་ཡོད་མ་རེད། དེའི་དོན་དག་ག་རེ་རེད་ལབ་ན་སྔོན་མ་ས་ཆ་དེ་རུ་དྲང་སྲོང་ཤེས་རབ་ཟེར་བ་ཞིག་དང་དྲང་སྲོང་ཨ་སྟི་ཟེར་བ་གཉིས་བཞུགས་ཡོད་རེད་ཟེར་གི་འདུག་ཨ། ད་བོད་སྐད་དུ་ཤེས་རབ་ཟེར་བ་དེ་ལ་བརྙན་པ་དང་ཨ་སྟི་ཟེར་བ་དེ་ལ་ཡོད་པ་ཟེར་བའི་དོན་དག་ཞིག་ཡོང་གི་ཡོད་ས་རེད་དེ་ཡིན་དུས་བརྙན་ཡོད་ཟེར་རྒྱུར་སྣང་བ་རེད།

ད་མ་འགའ་དེ་རྒྱ་ཁབ་ཀྱི་རྒྱ་བཟའ་གཙོ་བོ་དེ་ང་རང་ཚོ་དེང་སང་ཡོན་གྲགས་གནས་སྐོར་འགྲོ་ས་རྒྱ་ལུ་ཁབ་རེད་བ། རྒྱ་ལུ་ཁབ། ད་དེ་ལེགས་ཆ་གལ་ལ་རཱཇ་གྷིར་ཞུགས་འདུག་བ། འོ་རཱཇ་གྷིར་དུ་ཕེབས་ཡོང་དུས་སྐབས་སུ་དེ་ནས་སང་ཉིན་བཅོམ་ལྡན་འདས་རཱཇ་གྷིར་འོས་མི་ཚག་ཏུ་ཞུགས་རེད་བ། བཅོམ་ལྡན་འདས་རཱཇ་གྷིར་རྒྱ་ལུ་ཁབ་འོས་མི་ཚག་ཏུ་ཞུགས་པའི་སྐབས་སུ། ཀོ་ས་ལི་རྒྱལ་ཁབ་ཀྱི་ཚོང་དཔོན་ཆེན་པོ་ཞིག་དང་མཇལ་འཕྲད་བྱུང་བ་རེད། ཚོང་དཔོན་དེའི་མཚན་ལ་ལེགས་ཆར་སྐད་དུ་སུ་ད་ད་ཞུགས་འདུག་བ། བོད་སྐད་ལ་རབ་ཆེན་ཟེར་ནས་བསྒྱུར་གནང་གིན་ཡོད་རེད། ཡང་ཚོང་དཔོན་ཁོང་གི་མི་དེ་འདྲས་ཅིག།

པཱ་ལི་སྐད་ལ་སོགས་པ་ལ་ཨ་ནཱ་ཐ་པིན་དྲི་ཀ་ཟེར་འགྲོ་བ་ད་དེ་འདྲས་ཡོང་གི་ཡོད་ཟེར་གྱི་ཡོད་ཟེར་གང་ལྟར་ཨ་ནཱ་ཐ་པིན་དྲི་དེ་ལ་བོད་སྐད་ལ་འཁྱུར་ཡོང་དུས་སྐབས་སུ་ཁྱིམ་བདག་དགོས་མེད་ཟེར་བཞིན་འཁྱུར་ཡོད་རེད། ཚོང་དཔོན་ཁོང་སྤྱིར་བཏང་ལུང་པ་ག་ས་ག་ག་ལ་ཚོང་སྐྱོན་དུ་ཕེབས། ལྷག་པར་དུ་རྒྱ་ལུགས་ཁབ་ན་ཁོ་རང་གི་ཚོང་ཡ་དང་གྲོགས་པོ་མང་པོ་ཡོད་དུས་ཡང་དང་ཡང་དུ་ཁོང་དེ་ལ་ཚོང་སྐྱོང་དུ་ཕེབས་གི་ཡོད་ས་རེད། ཁོང་དེ་རི་ཡོད་རྒྱ་བོད་ཁབ་ཏུ་མང་པོ་ཕེབས་ཡོང་དུས་སྐབས་སུ་ཁོང་སངས་རྒྱས་བཅོམ་ལྡན་འདས་ཀྱི་མཚན་སྙན་གྲགས་དེ་ཚོ་གོ་ཡོང་དུས་སྐབས་སུ་སངས་རྒྱས་བཅོམ་ལྡན་འདས་ཞལ་སྦྱར། མིག་གཟར་དུ་སངས་རྒྱས་བཅོམ་ལྡན་འདས་ལ་དཔེ་མི་སྲིད་དེ་བ་ཡོད་མཁན་དེ་འདྲས་ཆགས་འདུག་ཨ། དེ་ཡིན་དུས་སྐབས་དུ་ད་ཚོང་དཔོན་ཁོང་གིས་ག་རེ་དྲན་རེད་ཟེར་ན་ད། གཙོ་བོ་སངས་རྒྱས་བཅོམ་ལྡན་འདས་ནོར་བུ་རིན་པོ་ཆེ་འདི་འདྲ་བོ་དེ། ད། ཁོང་རང་གི་རྒྱལ་ཁབ་ལྐོག་ཟ་ལ་རུ། གདན་འདྲེན་ཞུ་དགོས་ཟེར་ནས་ད་ཁོང་རང་གིས་དེ་འདྲའི་འཆར་གཞིར་བཏིང་རེད། འཆར་གཞིར་བཏིང་རེད་དེ་ཡིན་ན་ཡང་ལྐོག་ཟ་ལས་རྒྱལ་བཟའ། མཉན་ཡོད་དུ་སངས་རྒྱས་དང་སངས་རྒྱས་བཅོམ་ལྡན་འདས་ཁོང་གི་སློབ་མ་རྣམ་པ་བཞུགས་གཟིགས་ཀྱི་ས་ཆ་ངོ་དྲག་ག་འདྲ་དེ་འདྲས་ཞིག་ཞིག་རག་གི་མེད་ཡིན་ས་རེད། ད་ཁོང་རང་ཚོང་དཔོན་ཁོང་རང་སྣང་བ་འགྲོ་ས་གླིང་ཀ་ཡག་པོ་ཞིག་ཡོད་རེད་དེ་གླིང་ཀ་དེ་ཀོ་ས་ལི་རྒྱ་ལུ་གསར་རྒྱག་གི་སའི་རྒྱ་ལུ་རྒྱལ་རྗེས་ཞུས་པ་ཞིག་ཡོད་རེད་བ་ཨོ་ཁོང་གི་སྐྱེད་མོས་ཚལ་རེད་དོ་སྐྱེད་མོས་ཚལ་ཟེར་ན་རེད་མེ་ཏོག་ལྡུམ་ར་ཟེར་ན་རེད་དབྱིན་ཇི་སྐད་སྒྲ་མ་བཟོ་ན་ཕ་ཟེར་དགའ་ལྡན་ཟེར་གི་འདུག་བ་དེ་འདྲའི་སྒྲ་ཤིག་ཡིན་ས་རེད་དེ་ཡིན་དུས་སྐབས་སུ་ད་གང་ལྟར་དེ

དེ་ཡིན་དུས་ག་ཚོད་ང་ཁོང་དེ་འདྲའི་ཞུ་འདོད་པའི་ཆེན་པོ་ཞིག་རག་རེད་འདུག་དེ་ཡིན་དུས་ཁོང་ཞུ་གཟག་བྱས་འདུག་ད་ས་ཆ་དེ་འདྲའི་ཡག་ཅིག་རག་གི་མི་འདུག་དེ་ནི་ད་ལྟ་ད་རྒྱལ་བུ་གསལ་རྒྱལ་བུ་རྒྱལ་རྗེས་ཁྱེད་ཀྱི་སྐྱེད་མོས་ཚལ་ཟེར་ན་རེ་གླིང་ཁ་དེ་ང་ལ་འཚོང་རོགས་གནང་ཟེར་ནས་རེ་བ་ཞུས་འདུག་རེ་བ་ཞུས་ཡོང་འདུག་སྐབས་དེ་ནས་ད་རྒྱལ་བུ་གསལ་རྒྱལ་དང་དེ་ནས་གསལ་གསལ་གཉིས་ཅག་གིས་ག་རེ་གསུངས་རེད་ཟེར་ན་འོ་ཡ་འགྲིག་གི་རེད་ཚོང་པ་ཁྱོད་རང་གི་དེ་འདྲའི་ལབ་གི་ཡོད་ན་འགྲིག་གི་རེད་ཡིན་ན་ཡང་ཁྱོད་རང་གི་གླིང་ཁ་དེ་གསེར་སྦྲམ་གྱི་རྐང་བཞག་ན་ནི་བཙོང་གི་ཡིན་གསུངས་འདུག་གསེར་གྱི་སྦྲམ་འགའ་ད་གང་ལྟར་དེའི་གླིང་ག་འགའ་དྲན་ཏེ་གསེར་གྱི་རྐང་བཞག་པ་ན་བཙོང་གི་ཡིན་གསུངས་འདུག་ཡིན་ན་ཡང་ད་དོན་དག་ངོ་མ་ལ་ག་རེ་གསུང་གི་རེད་ཟེར་བཙོང་གི་མིན་གསུང་གི་ཡོད་རེད་ད་དེ་འདྲའི་གི་བལ་ཁོ་རང་གླིང་ག་ཅིག་གསེར་གྱི་རྐང་ཟེར་ན་དེ་འདྲ་ད་མི་གཟིགས་པ་རེད་བོ་དེ་འདྲས་ཅིག་ཁོང་རང་གི་གོང་ར་དེ་འདྲས་གོང་འདུག་དེ་ཡིན་དུས་སྐབས་དོན་ལ་བཙོང་གི་མེད་གསུངས་འདུག་ཡིན་ན་ཡང་ད་ཁྱོད་རང་གསེར་སྦྲམ་གྱི་རྐང་ན་བཙོང་གི་ཡིན་ཟེར་དེ་འདྲས་ཅིག་གསུང་གི་རེད། དེ་གསུངས་ཡོང་དུས་སྐབས་སུ་ཁྱིམ་བདག་མགོན་མེད་ཟེར་ཅིང་ཨོ་ལགས་སུ་ལ་འགྲིག་རེད་ཞུས་རྗེས། དེ་ཉི་མ་ཁ་ཤས་ཉི་མ་གཅིག་སང་ཉིན་དེ་ག་རང་ལ་དེ་ནས་གསེར་དེ་འདྲས་ཤིང་རྟ་འཁོར་ལོ་བཅུ་བཅོ་ལྔ་དེ་འདྲས་ཞིག་དག་ཁྱེར་སླེབས་ནས་གླིང་ག་དེ་ཆ་ཚང་ལ་བཀྲམས་འདུག་ཨ། བཀྲམས་ནས་དེ་ཕར་ད་དུང་ས་ཆ་ཆུང་ཆུང་ཅིག་ལ་འདང་ཡོད་ས་མ་རེད། འདང་མེད་དུས་སྐབས་སུ་དེ་ནས། ཁོ་རང་གིས་དེ་ན་ད་ཁྱིམ་བདག་མགོན་མེད་ཟེར་ཅིང་ཁོ་རང་གི་གཡོག་པོ་དེ་འདྲས་དག་ད་དུང་གསེར་གླེང་ག་རྒྱུགས་དེ་འདྲས་བཏང་ཡོང་དུས་སྐབས་སུ། དེ་ནས་རྒྱལ་པོ་དང་སྲས་གཉིས་ཀ་ཧང་འདྲ་ཞིག་བསྲངས་ནས་རེ་བ། ཨོ་ད་འགྲིག་སོང་ཟེར། ད་འགྲིག་རེད་ཟེར། ད་ས་ཆ་ཆུང་ཆུང་འདི་གསེར་བཀྲམ་རྒྱུ་མ་གབ་ན་འགྲིག་རེད་ཟེར། འདི་ངའི་ངོས་ནས་ཁྱོད་རང་ལ་ཞལ་འདེབས་ཕུལ་བ་ཡིན་པ་ཆ་ཤག་ཤོགས། དེ་ཡིན་དུས་སྐབས་དེ་འདྲའི་ཅིག་གསུངས་འདུག་ཨ་དེ་ཡིན་དུས་སྐབས་སུ་ད། དེ་ཡིན་དུས་སྐབས་ད་ས་ཆ་དེ་ཆ་ཚང་ཁྱིམ་བདག་མགོན་མེད་ཟས་སྦྱིན་ཁོང་གིས་ཉོས་ནས་དེ་ནས་སངས་རྒྱས་དང་དགེ་འདུན་བཞུགས་གཟིགས་དགོན་པ་དང་གླིང་ག་ཆ་ཚང་གཞན་རེད། དེ་ནས་རྒྱལ་བོའི་ཁབ་དེ་གཞན་ཚར་བའི་ཆེད་ལ་དེ་ནས་རྒྱལ་བོའི་ཁབ་ནས་སངས་རྒྱས་བཅོམ་ལྡན་འདས་གདན་འདྲེན་ཞུས་ནས་དེ་ནས་དགོན་ཆས་ད་གཙུག་ལག་ཁང་དེ་ལྷ་ཁང་དེ་དགོན་ཆས་ད་རབ་གནས་གནང་དུས་སྐབས་སུ་ད་དགོན་པ་ཟེར་ན་རེད་གཙུག་ལག་ཁང་ཟེར་ན་རེད་ཀུན་དགའ་ར་བ་དེ་ལ་སངས་རྒྱས་བཅོམ་ལྡན་འདས་ཀྱིས། མཚན་ཅི་གནང་བ་རེད། མཚན་ག་རེ་གནང་བ་རེད་ཟེར་ན། རྒྱ་ལུགས་རྒྱལ་གཅེས་ཚ་ལ་མགོན་མེད་ཟས་སྦྱིན་གྱི་ཀུན་དགའ་ར་བ་ཨ་སྟག་གནང་བ་རེད། ང་རང་ཚོ་འབུམ་དང་བཀའ་འགྱུར་ཀློག་དུས་སྐབས་སུ་རྟག་པར་ཐོན་ཡོང་གི་ཡོད། དེའི་ཚེ་བཅོམ་ལྡན་འདས་སྙན་པོས་ཡོད་པ་ན་རྒྱལ་བུ་རྒྱལ་གཅེས་ཀྱི་ཚ་ལ་མགོན་མེད་ཟས་སྦྱིན་གྱི་ཀུན་དགའ་ར་བ་ན་བཞུགས་སོ་ཟེར་འོ་ད་དེ་འདྲ་མང་པོ་ཞུ་ཡོད། འོ་དེ་མང་པོ་ཡོད་ཀྱི་ཡོད་རེད་འོ་དེ་རྒྱུ་མཚན་འདས་རེད། ཡང་མཚན་མདོ་དེ་ཚོ་ཡལ་བར་འཕགས་པ་ཚེ་དང་ཡེ་ཤེས་དཔག་ཏུ་མེད་པའི་མདོ། མཚན་མདོ་དེ་ཚོའི་ནང་ལ་ག་རེ་གསུངས་ཡོད་རེད་ཟེར་ན། དེའི་ཚེ་བཅོམ་ལྡན་འདས་མཛེས་སྡེ་ཚ་ལ་མགོན་མེད་ཟས་སྦྱིན་གྱི་ཀུན་དགའ་ར་བ་ན་བཞུགས་སོ་ཡང་གསུངས་ཡོད་རེད།

རྒྱ་ཆད་ཟེར་གྱི་ཡོད་རེད་དོན་ལ། དེ་བན་ཟེར་ན་བ་ན་ཟེར་ན་རེད་བན་ཟེར་ན་དེ་ལ་སྐྱེད་མོས་ཚལ་ཟེར་གྱི་ཡོད་ཟེར་བ། དེ་ཡིན་དུས་སྐབས་སུ་གཙུག་ལག་ཁང་གཞན་ས་དེ་སྔོན་མ་ས་ཆ་དེ་རྒྱ་བོ་རྒྱ་བྱེད་ཀྱི་སྐྱེད་མོས་ཚལ་ལམ་དེ་ནས་འགའ་དྲན་ཡིན་དུས་བརྩམས་པ་ལ། དེ་ནས་ལྷ་ཁང་དེ་ཡིན་དུས་སྐབས་བརྩམས་པ་ལ་དེའི་མིང་ལ་རྒྱལ་བྱེད་ཚ་རྒྱ་བོ་རྒྱལ་བྱེད་ཚ་ཟེར་བཏགས་པ་རེད། དེ་ལྷ་ཁང་གི་བྱིན་བདག་དེ་གཞན་ཡས་བྱིན་བདག་གནང་མཁན་དེ་ཁྱིམ་བདག་མགོན་མེད་ཟས་སྦྱིན་ཡིན་དུས་བརྩམས་པ་ལ། དེ་ནས་མགོན་མེད་ཟས་སྦྱིན་གྱིས་ཀུན་དགའ་ར་བས་དེ་འདྲའི་རྟགས་གནང་དོ། ད་དེ་ནས་བཟུང་སྟེ་སངས་རྒྱས་བཅོམ་ལྡན་འདས་སྐུ་ཚེ་གཅིག་ལ་བསྟན་བྱ་གཞིའི་ཕྱག་མཛོད་འདྲ་བོ་དེ་མཉན་ཡོད་འདི་རང་ལ་མཛད་དོ། སངས་རྒྱས་བཅོམ་ལྡན་འདས་སངས་རྒྱས་ནས་ཡུན་རིང་བཞུགས་སའི་གནས་དེ་མཉན་ཡོད་འདི་རེད། ལོ་རྒྱུས་ཁག་ཏུ་གསུང་དག་ཏོག་ཏོག་སུ་ཁྱད་པར་ཡོད་རེད་དེ་ལོ་རྒྱུས་མང་ཆེ་བས། ཞལ་གཅིག་མཐུན་དུ་མཉན་ཡོད་དུ་སངས་རྒྱས་བཅོམ་ལྡན་འདས་ཀྱིས་དབྱར་ཉི་རྩ་ལྔ་བཞུགས་པ་ཡིན་རེ་ཟུང་ཚང་མ་ཞལ་མཐུན་འགྲོགས་ཡོད་མང་ཆེ་བ་བྱེད། དེའི་ནང་ནས་མཁས་དབང་དགེ་འདུན་ཆོས་འཕེལ་གྱིས་གསུངས་པ་ལྟར་དུ་བྱས་པ་ཡིན་ན། སངས་རྒྱས་བཅོམ་ལྡན་འདས་ད་ལྟ་ཇེ་དུ་བ་ན་ཟེར་ན་རེད་རྒྱལ་གཅེས་ཚར་དེ་རང་ལ་དབྱར་གནས་ཐེངས་གཉིས་ཐམ་པ་བཞུགས་པ་རེད། ད་རྒྱལ་གཅེས་ཚར་ནས་མ་གཏོགས་སུ་ཡང་དེ་ནས་མ་འགྲོ་དུས་སྐབས་སུ་ཡང་རི་དྭགས་འཛིན་གྱི་ཨ་མ་གད་སྙན་ས་ག་ཞུ་བ་ཞིག་ཞིག་ཡོད་རེད་བ་ད་ང་ཚོ་འདུལ་བ་དེ་ཚོ་ནང་གི་ཡོང་གི་ཡོད་བ་རི་དྭགས་འཛིན་གྱི་ཨ་མ་གད་སྙན་ས་ག་སུ་ཡང་དེ་སངས་རྒྱས་ཀྱི་སྦྱིན་བདག་ཆེན་པོ་ཞིག་རེད། ད་མོ་ཡིས་ཤེས་པའི་གཙུག་ལག་ཁང་ཞིག་ཡོད་རེད། དེའི་གཙུག་ལག་ཁང་དེའི་མིང་ལ་ཤར་གྱི་གཙུག་ལག་ཁང་བཞུགས་འདུག་བ། འོ་དེ་རུ་དབྱར་གནས་ཐེངས་ལྔ་བཞུགས་པ་རེད། མདོར་ན་སངས་རྒྱས་བཅོམ་ལྡན་འདས་ཀྱི་རྒྱལ་གཅེས་ཚར་ཟེར་ན་རེ་བརྗེད་བ་ན་རུ། དབྱར་གནས་ཐེངས་ཉི་ཤུ་ཐམ་པ། དེ་ནས་དེ་དང་དེའི་འགྲམ་ལ་ཡོད་དེ་ངེད་ཀྱི་རི་དྭགས་འཛིན་པའི་ཨ་མ་ས་དགའ་གྱིས་བཞེངས་ཡིག་པའི་ཤར་གྱི་གཙུག་ལག་ཁང་དུ་དབྱར་གནས་ལྔ་བྱས། མདོར་བསྡུས་ན་སངས་རྒྱས་བཅོམ་ལྡན་འདས་སངས་རྒྱས་ནས། དེ་ནས་དགུང་ལོ་སུམ་ཅུ་སོ་ལྔའི་ཐོག་ལ་སངས་རྒྱས་ནས་དགུང་ལོ་བརྒྱད་ཅུ་ཐམ་པའི་བར་དུ་སྐུ་མྱ་ངན་ལས་མ་འདས་པའི་བར་དུ་ལོ་བཞི་བཅུ་ཞེ་ལྔ་ཡོད་རེད་དེ། དེའི་ནང་དུ་ལོ་ཉི་ཤུ་རྩ་ལྔ་དེ་མཉན་ཡོད་རང་དུ་བཞུགས་པ་རེད། ད་ཉེ་ཡོད་རང་དུ་དབྱར་གནས་བཞུགས་པ་རེད་སོ་དེ་འདྲས་གསུང་གི་རོ་དེ་རེད། ད་དེ་ནས། ད། དེང་སང་ང་ཚོ་དེ་ཉེ་ཡོད་ལ་གནས་སྐོར་ལ་ཕེབས་དུས་སྐབས་སུ་ད་དང་པོ་དགོན་པ་ཞིག་རོ་སྐྱ་ཆེན་པོ་བཞེད་ཡོད་དོ། ད་དེ་རྒྱལ་གཅེས་ཚ་ཟེར་ན་རེད་ཇེད་ཝན་ན་ཟེར་ན་ཇེད་ཝན་ཟེར་དེ་རེད། སངས་རྒྱས་དང་ཁོང་གི་ཞལ་སློབ་རྣམས་བཞུགས་ས་ཀུན་དགའ་ར་བ་དེ་རེད་ད་གང་ལྟར་ཇེད་ཝན་ན་ལབ་ན་རེད་རྒྱལ་གཅེས་ཚ་ལ་ན་དེའི་ཤུལ་དེ་རེད་ཀུན་དགའ་ར་བའི་ཤུལ་དེ་རེད། སྔོན་མ་སངས་རྒྱས་བཞུགས་དུས་ད་དཔེ་མི་ཟེར་སྐྱ་ཆེན་པོ་ཡོད་ར་བ་དྲི་བཟང་ཁང་ཡང་ཤི་ཡོད་རེད་གསུང་པ་རེད། དེའི་ནང་ནས་སངས་རྒྱས་འཁོར་རང་བཞུགས་ས་གཙོ་བོ་དེ་ལ་དགའ་ཟླ་སྐུ་དྲིའི་བཞུགས་སྡོད་དྲི་བཟང་ཁང་གཙོ་བོ་དེ་ལ་དགུན་དགྲ་དགའ་ཟླ་སྐུ་དྲི་ཟེར་བ་ཞིག་བཞུགས་ཡོད་རེད་གསུངས་གི་འདུག་དེ་ཚོ་ཚང་མས་ཤུལ་བཞག་ད་ལྟ་ཡང་མཇལ་ཡ་ཡོད་རེད་བ། དེ་ནས་དེ་ནས་ཕར་འགྲོ་དུས་སྐབས་སུ་དེ་ནས་ད་སྤྱིར་མཇལ་ཡ་ཡོད་རེད་བ་བྱང་ཆུབ་ལྗོན་ཤིང་ཞིག་དེའི་འགྲམ་དེ་ན་བྱང་ཆུབ་ལྗོན་ཤིང་རྙིང་པ་ཞལ་རས་མཇལ་ཡ་འདུག་བ་དེང་སང་དེ་ཡི་ལོ་རྒྱུས་ཅེས་པ་ན་དེ་དོར་རྗེས་དྲན་གྱི་བྱང་ཆུབ་ལྗོན་ཤིང་གི་རྒྱུད་པ་རེད་ཟེར་ནས་ཤི་རི་ལང་ཀ་དང་ཐའི་ལེན་ཁོ་ཚོ་གི་དེ་ནས་ནང་པའི་ཡིག་ཆ་ནང་ལ་གསལ་ཡོད་ཟེར། དེ་དེ་ག་ནང་བཞིན་བྱས་ན་ད་ལྟ་སྤྲིན་དཀར་ལམ་གཉིས་ནང་ལ་ཡང་གསུངས་འདུག་བ། དེའི་ལོ་རྒྱུས་དེ་ག་རེ་རེད་ཟེར་ན་ག་རེ་གསུངས་འདུག་ཟེར་ན། སངས་རྒྱས་བཅོམ་ལྡན་འདས་སྤྱིར་བཏང་གཟིགས་མི་མང་ཤོས་འདྲ་བོ་མཉན་ཡོད་ལ་བཞུགས་རེད་ལ་སངས་རྒྱས་ཀྱི་ད་ང་ཚང་གི་ཚོ་མ་གཞིས་ཆགས་ཚང་ངོ་མ་དེ་མཉན་ཡོད་རེད་དེ། ཡིན་ནའང་སངས་རྒྱས་བཅོམ་ལྡན་འདས་རྟག་པར་མཉན་ཡོད་བཞུགས་ཀྱི་ཡོད་མ་རེད་བ། དབྱར་གནས་ཐེངས་ཉི་རྩ་ལྔ་དབྱར་གནས་མཉན་ཡོད་ལ་བཞུགས་ན་དབྱར་གནས་ཐེངས་ཉི་ཤུ་ཐམ་པ་མཉན་ཡོད་བཞུགས་ཡོད་མ་རེད་བ། ལོ་བཞི་བཅུ་ཐམ་པ། བཞི་བཅུ་ཞེ་འགའི་ནང་ལ། དབྱར་གནས་ཐེངས་ཉི་ཤུ་ཐམ་པ་ས་ཆ་གཞན་དག་ལ་བཞུགས་རོ། དབྱར་གནས་ཐེངས་ཉི་ཤུ་རྩ་ལྔ་མཉན་ཡོད་ལ་བཞུགས་པ་ཡིན་ན་ཡང་དབྱར་གནས་དབྱར་ཟླ་བ་གསུམ་རང་རེད་བ། དེ་མ་ཡིན་པའི་ས་ཆ་བཅོམ་ལྡན་འདས་སློབ་མ་མང་པོ་ཡོད་དུས་སྐབས་སུ་ས་ཆ་ག་ས་ག་བ་ལ་ཕེབས་ནས་མཉན་ཡོད་ལ་ཞེ་དྲག་བཞུགས་མི་ཐུབ་ཡོང་དུས་སྐབས་སུ་མཉན་ཡོད་ཀྱི་མི་དེ་ཚོ་ས་ཆ་བཅོམ་ལྡན་འདས་དཔལ་དྲན་གྱི་རེད། ས་ཆ་བཅོམ་ལྡན་འདས་དཔལ་དྲན་ཡོང་དུས་སྐབས་སུ་ཉི་མ་གཅིག་ས་ཆ་བཅོམ་ལྡན་འདས་ཚུར་ཕེབས་དུས་སྐབས་སུ་གད་རྒྱན་ས་ག་མ་ལ་སོགས་བ་དེ་མཉན་ཡོད་ཀྱི་དེ་ནས་སྦྱིན་བདག་དེ་ཚོ་དང་སློབ་མ་དེ་ཚོ་ག་རེ་ཞུས་རེད་ཟེར་ན་སངས་རྒྱས་ཁྱེད་སེམས་ཅན་གྱི་དོན་དུ་ཡར་མར་མང་པོ་ཕེབས་དགོས་དུས་སྐབས་སུ་ང་ཚོ་དཔལ་སངས་རྒྱས་དྲན་གྱི་འདུག། དེ་ཡིན་དུས་སྐབས་སུ་ཁྱེད་ཀྱིས་ང་ཚོ་ལ་ཅིག་གསོལ་བ་འདེབས་ས། མཆོད་པ་འབུལ་ས་དྲན་རྟེན་ད་དེ་འདྲས་ཅིག་དྲན་གསོ་འདྲ་པོ་དེ་འདྲས་བསྟན་ཅིག་བཞག་རོགས་བྱས་དེ་འདྲས་ཞུས་རེད་ཟེར་གྱི་འདུག་དེ་ཡིན་དུས་སྐབས་དེའི་སྐབས་སུ་དེ་ནས་བཅོམ་ལྡན་འདས་ཀྱིས་ཉེ་གནས་ཀུན་དགའ་བོ་ཀུན་དགའ་བོ་གང་རེད་ག་རེ་གསུངས་རེད་ཟེར་ན་ཨོ་དེ་ཏག་ཏག་རེད་དཔེ་ཡག་པོ་ཡོད་རེད་ཟེར་འདི་ཡིན་དུས་འགྲིག་གི་རེད་ཟེར་ད་འདི་ག་རེ་གོ་རེད་ཟེར་ན་ད་ནི་སངས་རྒྱས་སྔ་མ་སངས་རྒྱས་ཟེར་དོ་ཅི་དེ་ནི་བྱང་ཆུབ་སྦྱང་ཤིང་ཅིག་ཡོད་དེ་ཡལ་ག་ཅིག་འདིར་བཏབ་བཞག་ན་འདི་བཙུགས་ན་འདི་ཁྱེད་རྣམ་པ་ཚོ་དེ་ལ་ཕྱག་དང་མཆོད་པ་བྱས་ན་འགྲིག་གི་རེད་གསུངས་རེད་ཟེར་གྱི་འདུག་དེ་དེ་འདྲས་བྱས་ནས་དེ་ནི་དོ་ཅི་དེ་ནི་ཚོ་བྱང་ཆུབ་སྦྱང་ཤིང་ཡལ་ག་ཅིག་བཀོག་བྱས་དེ་ནས་མཉན་ཡོད་དུ་བཙུགས

ད་ཡང་ང་རང་ཚོ་ཐེག་པ་ཆེན་པོའི་ལོ་རྒྱུས་ཁག་ཏུ་བསམ་བཏང་བ་ཡིན་ན་ཤིང་སྡོང་དེའི་སྐོར་དམིགས་བསལ་ཞིག་གསལ་ཁ་ཡོད་མ་རེད། བྱང་ཆུབ་ལྗོན་ཤིང་སྐོར་དེ་གསལ་ཁ་ཞེ་དྲག་ཡོད་མ་རེད། ཡིན་ན་ཡང་སངས་རྒྱས་དབྱར་ཐོག་ཅིག་ལྷ་ཡུལ་ལ་ཕེབས་ནས་ཡུམ་ལ་ཆོས་གསུང་བའི་ལོ་དེ་ལ། རྒྱལ་པོ་གསལ་རྒྱལ་གྱིས་བཅོམ་ལྡན་འདས་དཔལ་བྲན་རེད། བྲན་དྲངས་ནས་དེ་ནས་བཅོམ་ལྡན་འདས་ཀྱིས་ལྷ་བཟོ་མཁས་པ་དེ་འདྲ་ཞིག་སྐད་བཏང་ནས་ཤིང་ཙནྡན་གྱིས་བཅོམ་ལྡན་འདས་ཀྱི་སྐུ་ཞིག་བཞེངས་རེད་དེ་འདྲའི་ལོ་རྒྱུས་ཅིག་ཡོད་རེད། གང་ལྟར་མཉན་ཡོད་ཀྱི་མི་དེ་ཚོ་སངས་རྒྱས་བཅོམ་ལྡན་འདས་དཔལ་བྲན་གྱི་ཡོད་ས་རེད་སངས་རྒྱས་ཕྱི་ལོག་ཏུ་ཕེབས་དུས་སྐབས་སུ། དེ་ནས་གསུམ་པ་ད་གནས་མཇལ་ཞུ་ས་ག་རེ་ཡོད་རེད་ཟེར་ན། དེ་ནས་མཆོད་རྟེན་ཞིག་རོ་ས་སྤུངས་ཐོག་ཐོག་མཇལ་ཡོད་དེའི་འགྲམ་ན། ད་མཆོད་རྟེན་དེ་ག་རེ་རེད་ཟེར་ན་དེ་ཞིག་མཆོད་རྟེན་ཆ་བརྒྱད་ཀྱི་ནང་ནས་ཆོ་འཕྲུལ་མཆོད་རྟེན་དེ་རེད། མཆོད་རྟེན་དེ་ག་རེ་བྱས་ཏེ་བཞེངས་པ་རེད་ལབ་ན་སངས་རྒྱས་བཅོམ་ལྡན་འདས་དང་མུ་སྟེགས་སྟོན་པ་དྲུག་ཆོ་འཕྲུལ་འགྲན་བསྡུར་མཛད་རེད་བ། ཆོ་འཕྲུལ་ཟེར་ན་རེད་རྫུ་འཕྲུལ་རེད་བ། ང་རང་ཚོའི་བོད་ཟླ་དང་པོ་དེ་ཆོ་འཕྲུལ་ཟླ་བ་རེད་གསུངས་ཀྱི་ཡོད་རེད་བ། ཟླ་བ་དེ་ལ་སངས་རྒྱས་བཅོམ་ལྡན་འདས་དང་མུ་སྟེགས་སྟོན་པ་དྲུག་རྫུ་འཕྲུལ་འགྲན་བསྡུར་བྱས་ཡོང་དུས་སྐབས་སུ་སངས་རྒྱས་བཅོམ་ལྡན་འདས་ཐོབ་རེད་བ།

མདོར་བསྡུས་སྒྲུབ་བྱེད་ངོ་སྤྲོད་ཞུས་པ་ཡིན་ན། སྤྱི་བཏང་སངས་རྒྱས་བཅོམ་ལྡན་འདས་ཕེབས་དུས་སྐབས་སུ། དེའི་སྐབས་སུ་མཉན་ཡོད་དང་དེ་ནས་ད་གྱ་བོད་ཁབ་དེའི་གཡས་གཡོན་ལ་དེའི་སྟེང་གི་མུ་སྟེགས་ཀྱི་སྟོན་པ་སྐད་གྲགས་ཆེན་པོ་ཡང་མི་དཔེ་སྐད་གྲགས་ཆེན་པོ་དྲུག་ཡོད་དེ་གི་ཡོད་རེད། ཁོ་མུ་སྟེགས་སྟོན་པ་དྲུག་དེ་ཚོ་གཅིག། སངས་རྒྱས་བཅོམ་ལྡན་འདས་ལ་འགྲན་བསྡུར་བྱེད་ཡས་ཀྱི་ཐབས་ཤེས་མང་པོ་སྤྱད་རེད། ཡིན་ནའི་ད་རྩོད་པ་འདྲ་བོ་རྩོད་དེ་འདྲ་སྤྱད་ན་སངས་རྒྱས་བཅོམ་ལྡན་འདས་ཐུབ་ཡས་མེད་པ་དེ་ཁོ་ན་ཚོ་ཧ་གོ་གི་ཡོད་ཙང་ད་རྫུ་འཕྲུལ་གྱིས་འགྲན་བསྡུར་བྱེད་དགོས་དྲན་འདུག་སྤྱི་བཏང་གཙོ་བོ་སངས་རྒྱས་བཅོམ་ལྡན་འདས་ནམ་རྒྱུན་གཅིག་རྫུ་འཕྲུལ་འདྲ་བོ་དེ་འདྲ་སྟོན་གི་ཡོད་མ་རེད་བ། ནམ་རྒྱུན་མི་ཕལ་བ་ཕལ་རྐྱང་འདྲ་བོ་བྱས་ནས་ཕེབས་དེ་གི་ཡོད་རེད་བ།

ཞེས་ཤིང་སྣང་མེད་དུ་བཀའ་སྲུང་མུ་སྟེགས་སྟོན་པའི་དྲུག་གི་ཨ་ཧ་ཏཱ་གཟུགས་ཅན་སྙིང་པོ་སེང་ཁོ་ད་མ་ཤི་ནས་བཅོམ་ལྡན་འདས་ཀྱི་གྲོགས་པོར་བབས་སོ། ཁོ་བཅོམ་ལྡན་འདས་ཀྱི་རྒྱབ་རྩ་བྱེད་ཀྱི་རེད་མ་གཏོགས་ང་ཚོའི་རྒྱབ་རྩ་ག་བ་བྱེད་ཀྱི་རེད་ད་བྱེད་ཀྱི་མ་རེད་ད་ང་རང་ཚོ་ཕ་མཉན་ཡོད་ལ་འགྲོ་ཟེར་ཀོ་ས་ལ་ལ་འགྲོ་ཟེར་ཀོ་ས་ལ་རྒྱལ་ཁབ་ཀྱི་མཉན་ཡོད་རྒྱལ་པོ་ས་ལ་ཡ་སྟེ་ལྡོག་སོང་མི་དྲང་པོ་ཡོད་རེད་ཟེར་རོ་དེ་འདྲས་གོ་མྱོང་ཟེར་ཁོས་ང་ཚོའི་རོགས་པ་ཅིག་བྱེད་ཀྱི་རེད་དེ་འདྲས་ལབ་ནས་ཁོ་ཚོ་ཡང་ཕ་མཉན་ཡོད་ལ་འགྲོ་རེད་ཀོ་ས་ལ་ལ། ཀོ་ས་ལ་ལ་འགྲོ་ཡོང་དུས་སྐབས་སུ་དེ་ནས་ཀོ་ས་ལའི་རྒྱལ་པོ་ས་སྐྱ་ལ་དེ་ག་རང་ཞུས་འདུག་དེ་རྒྱལ་པོ་ས་སྐྱ་ཀྱིས་ཡ་ཡ་ངས་བཅོམ་ལྡན་འདས་ལ་བཀའ་འདྲི་ཞུ་དགོས་དེ་འདྲས་གསུངས་འདུག་དེ་ནས་རྒྱལ་པོ་ས་སྐྱ་ཀྱིས་ཡ་བཅོམ་ལྡན་འདས་ལ་བཀའ་འདྲི་ཞུས་ཡོང་དུས་སྐབས་སུ་བཅོམ་ལྡན་འདས་ཀྱིས་ད་ལྟ་འདྲི་གི་རེད་གསུངས་རེད་དེ་ནས་ཆོ་འཕྲུལ་འགྲན་སྡུར་དེ་བྱུང་བ་རེད་ད་ཆོ་འཕྲུལ་ཟླ་བཞི་པ་སྟེ་དེ་ནས་གཙུག་ལག་ཁང་གི་ཤུལ་དེ་ནས་བྱང་ཤར་གྱི་ཕྱོགས་ལ་སྐར་མ་ཁ་ཤས་ཕྱིན་པ་ཡིན་ན་ཡང་མཆོད་རྟེན་ཞིག་གི་ཤུལ་ཞིག་འདུག་མཆོད་རྟེན་དེའི་མིང་ལ་ཨ་མགུ་ལ་མི་ལ་ཨིས་ཀྲུ་པཱ་ཟེར་གི་འདུག་དེའི་བོད་སྐད་དུ་སོར་མོ་ཕྲེང་བའི་མཆོད་རྟེན་བཞུགས་ཡོད་ཟེར།

ད་དེ་ཡིན་དུས་སྐབས་སུ་ད། མཁས་དབང་དགེ་འདུན་ཆོས་འཕེལ་གྱིས་ག་རེ་གསུངས་ཡོད་རེད་ཟེར་ན། མཉན་ཡོད་དེ་ནི་ང་རང་ཚོ་སྟོན་པའི་མཛད་པ་ལ་དྲན་གསོ་ཐེབས་པ་ཟེར་ན་རེད། Remember ཆགས་ས་གི་གནས་གཙོ་བོ་ཞིག་རེད་དེ། དེང་སང་སེམས་སྐྱོ་བ་ཞིག་ལ་མི་མང་པོ་ཅིག་མཉན་ཡོད་མ་འཇལ་ནས་གཡས་སྐོར་གཡོན་སྐོར་བྱས་ནས་མི་དེ་ནས་མཉན་ཡོད་དེ་གཡུག་ནས་འགྲོ་གི་འདུག་ཟེར་དེ་དཔེ་མི་སེམས་པ་སྐྱོ་བོ་རེད་གསུངས་འདུག་བ་འོ་ད་དེ་རེད། དེ་ཡིན་དུས་སྐབས་སུ་དེང་སང་ང་རང་ཚོ་ད་ན་མཉན་ཡོད་དེ་མཇལ་ཡས་དེ་གལ་ཆེན་པོ་ཞིག་གྲགས་རེད། ད་དེང་སང་ང་རང་ཚོ་གནས་མཇལ་ལ་ཕེབས་དུས་ད་འདི་ན་ཆོས་སྟོན་དང་ལྷ་ཁང་ཞིག་རོ་གྱང་གོག་འདྲ་ཁ་ཤས་ཤིག་མ་གཏོགས་ཆོས་སྟོན་ཆེན་པོ་འདྲ་བོ་དང་དེ་ནས་སྐུ་འདྲ་རྫིག་པོ་འདྲ་བོ་དང་ལྷ་ཁང་ཆེན་པོ་འདྲ་བོ་དང་ད་དེ་འདྲའི་ཅིག་མང་པོ་མཇལ་ཡས་ཡོད་མ་རེད། ཡིན་ན་ཡང་གནས་འདི་རུ་ཕེབས་དུས་སྐབས་སུ་ཐུགས་བསམ་ག་རེ་བཞེས་དགོས་རེད་ཟེར་ན་དེའི་སྐོར་ལ་རྒྱ་ནག་གི་དགེ་སློང་དུས་རབས་གསུམ་པ་དང་བཞི་བའི་ནང་ལ་ཕེབས་བཞག་པའི་རྒྱ་ནག་གི་དགེ་སློང་ཕྷ་ཤིན་ཕྷ་ཤིན་གྱིས་གསུངས་བཞིན་ཡོད་རེད་དེ་ཁྱེད་རྣམ་པ་ཚོ་ལ་མཉམ་འཇོག་ཞུ་གིན་དེ་ཞུས་ན་ཁྱེད་རྣམ་པ་ཚོར་ཏན་ཏན་ཕན་ཐོགས་གི་རེད། རྒྱ་ནག་གི་བཙུན་པ་དགེ་སློང་ཧྥ་ཤན་གྱིས་ག་རེ་གསུངས་ཡོད་རེད་ཟེར་ན། ཨེ་མ། འཇིག་རྟེན་གསུམ་གྱི་མགོན་སྐྱབས་གཙོ་བོ་སངས་རྒྱས་བཅོམ་ལྡན་འདས་ཁོང་སྐུ་བགྲེས་པོ་དབུ་སྐྲ་དཀར་པོ་སྐྱ་སེང་ཕྱག་ཆ་བབས་ཏེ་ས་ཆ་འདིར་བཞུགས། དེ་ག་ནང་བཞིན་གྱི་དམ་པའི་ཆོས་ཀྱི་བདུད་རྩི་དེ་ཚོ་མི་མང་པོ་དད་པ་ཅན་གྱི་གང་ཟག་རྣམས་ལས་བསྲུང། མུ་སྟེགས་དེ་ཚོ་ཡང་བཏུལ། དེ་ནས་ཞབས། གསེར་བསྐོར་བ་རྐང་པ་བྱིན་པ་ལ་ཚེར་མ་ཟུག་བཞིན་གཟུགས་བཞིན་དེ་བསོད་སྙོམས་ལ་ཕེབས་དེ་འབྲི་གི་མཛད་པའི་ལོ་རྒྱུས་དཔེ་མི་བཟོད་ཡོད་རེད་བ། ཡིན་ན་ཡང་དུས་ཀྱི་མཐའ་ལ་སྐྱེ་བའི་མི་ང་འདྲ་བོ་ལ་མི་བསོད་དེ་བསོད་ནམས་མེད་མཁན་ང་འདྲ་བོ་ཅིག་ལ་བསམ་བློ་བཏང་ན་ལམ་ལ་ཡོང་གི་ལམ་རོགས་འགྲུལ་པ་མང་ཆེ་བ་ནས་ནས་ལམ་ཕྱེད་ཀ་ཙམ་ལ་ཕར་ལོག་སོང་ཁ་ཤས་ནས་གྲོངས་སོང་ང་དང་ངའི་གྲོགས་པོ་གཉིས་ཁོ་ན་ཅིག་སངས་རྒྱས་བཞུགས་ས་གནས་འདི་རུ་འབྱོར་སོང་སྟེ་ཡིན་ན་ཡང་སྟོན་པ་ཁྱེད་ནི་ངོས་སུ་མཇལ་ཡས་མི་འདུག་བ། དེ་འདྲའི་བསམ་བློ་བཏང་ནས་དཔེ་སེམས་སྐྱོ་ནས་དཔེ་ཡུལ་ལ་མི་ངུས་པ་ཡིན་གསུངས་ཡོད་རེད་བ།